ད་དེ་ནས་ང་ཚོ་བགྲོ་གླེང་གི་གར་ས་བཞི་པ་དེ། གྲུབ་མཆོག་དེའི་གནའ་དེང་རིག་པའི་ལྡུམ་ར་པོར་ལེན་གྱི་བུ་བསྟན་འཛིན་ཟིན་ལྡན་ལ་ཡར་ཕེབས་རོགས་གནང། དགག་ཕྱོགས་དེ་བློ་གསལ་སྐྱེས་ཚེ་ཉུ་ཡོག་གི་བུ་བསྟན་འཛིན་ཉི་མ་ལྷུན་གྲུབ་ལ་ཕེབས་རོགས་གནང། འདི་རྗེས་ཀྱི་གྲུབ་ཆོག་ཤི་ཀ་གོ་ཟངས་ཆུ་བློ་གྲོས་བུ་མོ་བསྟན་འཛིན་ཆོས་འཛོམས་ལགས་དང། གནའ་དེང་རིག་པའི་ལྡུམ་རའི་གི་བུ་ལྷ་ཕུང་བཀྲ་ཤིས་ལགས་གཉིས་གྲ་སྒྲིག་གནང་རོགས་གནང། ལགས་སོ་དབུ་འཛུགས་གནང་རོགས་གནང། ཐོག་མར་སྤྱི་ནོར་གོང་ས་ཐམས་ཅད་མཁྱེན་བཞིན་གཟིགས་པ་ཆེན་པོ་མཆོག་སྐུ་ཡི་དགོས་དོན་ལ་འཚམས་འདྲི་བཀྲ་ཤིས་ལེགས་ཞུ། རྣམ་པ་ལྷན་རྒྱས་བཀྲ་ཤིས་ལེགས་ངའི་མིང་བསྟན་འཛིན་ཟི་ལྡན་ཡིན། ང་ཨ་རི་ལ་སྐྱེས་པའི་བོད་ཕྲུག་ཅིག་ཡིན། ངས་ནུབ་བྱང་བོད་མིའི་རིག་གཞུང་ཚོགས་པའི་གནའ་དེང་རིག་པའི་ལྡུམ་ར་སློབ་གྲྭའི་ཚབ་བྱས་ཏེ་སྒྲུབ་སྤྱོད་འབད་རྩོལ་བམ་པ་ཞིག་ཡིན། ཇི་སྐད་དུ། འཇིགས་གུང་ཐང་བསྟན་པའི་སྒྲོན་མེ། ཉིན་རེ་ཟད་ཀྱང་མི་འདོད་བརྩོན་འགྲུས་རྩོམ། བྱུང་མ་ཐག་ནས་མཁས་པའི་གོ་འཕང་འདོད། ཞག་གསུམ་ལོན་ཚེ་རྗེས་མའི་གཡོལ་བའི་མཁས། དེ་ལྟ་བདེ་ལ་ཅི་ཡང་མི་ཡོང་བས། བརྩོན་པ་ཆུ་བོའི་རྒྱུན་ཞིག་བསྟེན་ཅིག་ཨང། ཞེས་གསུངས་པ་ལྟར། ད་རིང་འདིར་ཕེབས་པའི་སྐུ་མགྲོན་རྣམ་པ་དང་གཟུ་དཔང་རྣམ་པ། དེ་བཞིན་བརྩོན་འགྲུས་ཆེ་བའི་རྩོད་པ་པ་ཚང་མ་ལ་འཚམས་འདྲི་གུས་འདུད་དང་བཅས། བགྲོ་གླེང་གི་བརྗོད་གཞི་རིག་པ་ལས་བརྩོན་འགྲུས་གལ་ཆེ། ཤེས་པར་གུས་པས་མཐའ་གཅིག་ཏུ་ངོས་ལེན་ཞུས་པའི་ཐོག་དུས་ཚོད་དང་བསྟུན་ནས་རྒྱུ་མཚན་ཁ་ཤས་ཤིག་ཞུ་རྒྱུ་ཡིན། དེ་ཡང་ཐོག་མར་འགྲོ་བ་མི་ཡི་འཕེལ་རིམ་ལ་མཚོན་ན། འགྲོ་བ་མི་ཡིས་རང་ཉིད་འཚོ་གནས་དང་ཕྱི་ཡི་ཁོར་ཡུལ་གྱི་གནོད་འཚེ་སྲུང་ཆེད། བརྩོན་པ་གོ་བསྡུར་ལས་འགོ་བཙུགས་པ་ནས་བཟུང་རིམ་བཞིན་སྤྱི་མཚོན་དཔལ་ཡོན་དར་རྒྱས་སུ་ཕྱིན་ཏེ། ད་ལྟ་ཟླ་བས་ཁོ་ལ་འགྲོ་སྐྱོད་ཀྱི་འཕེལ་རིམ་ལ་ཕྱི་མིག་ཅིག་བལྟས་ན། དེ་དང་ཐམས་ཅད་བརྩོན་འགྲུས་ལ་བརྟེན་པའི་བྱང་སྟོབས་ཀྱི་ཡོན་ཏན་ལས་བརྒྱུད་པའི་བྲེལ་བོ་ཁོ་ན་ལས་བྱུང་བ་མ་གཏོགས་རང་སྟོབས་ཀྱི་ཤེས་རབ་ལས་བྱུང་བ་ག་ལ་ཡིན། དེར་བརྟེན་བརྩོན་འགྲུས་ནི་མིའི་རིགས་ཀྱི་འཕེལ་རྒྱས་འགྲོ་བྱེད་ཀྱི་གཞི་རྟེན་གཙོ་བོ་དེ་ཡིན་པ་ལས་རིག་པ་མ་ཡིན་པ་ང་ཚོས་གསལ་བོར་རྟོགས་ཐུབ། འཛམ་གླིང་ནང། སྙན་གྲགས་སྙན་གྲགས་ཅན་གྱི་མཁས་དབང་མང་པོས་རང་གི་བརྩོན་འགྲུས་ལ་བརྟེན་ནས་སྙན་གྲགས་ཅན་དུ་འགྱུར་བ་ཤ་སྟག་ཡིན། འཛམ་གླིང་སྟེང་དུ་ཤིན་ཏུ་སྙན་གྲགས་ཆེ་བའི་ཚན་རིག་པ Albert Einstein ལ་མཚོན་ན། སྐུ་ཚེ་ཧྲིལ་པོའི་རིང་བརྩོན་འགྲུས་ཀྱིས་སྨྱུག་ཟིན་པའི་ནུས་སྟོབས་ལས་ཁོང་གིས་ཚན་རིག་བྱ་གཞག་མང་པོར་རྒྱལ་སྤྱིའི་ཐོག་དང་གདེང་འཇོག་ཆེན་པོ་ཐོབ་ཡོད། དཔེར་ན། ཡོངས་ཁྱབ་བལྟོས་རོལ་གྱི་རྣམ་གཞག General Law of Relativity དང་དངོས་ཁམས་རིག་པའི་འཕེལ་རིམ Evolution of Physics ལ་སོགས་འགྲན་པའི་གནང་ཐུབ་པ་བྱུང་ཡོད། ང་ཚོའི་ནང་པ་སངས་རྒྱས་པ་ཞིག་ཡིན་པའི་ཆ་ནས་མཚོན་ན། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་རང་ཉིད་ཀྱང་ལོ་དྲུག་དཀའ་བ་སྤྱད་དེ་སངས་རྒྱས་པ་དང། རྒྱ་བོད་གཉིས་ཀྱི་མཁས་གྲུབ་རྣམས་ཀྱང་བརྩོན་པ་ཆུ་བོའི་རྒྱུན་བཞིན་བསྐྱངས་པའི་ནུས་པ་ལས་མཁས་པའི་དབང་པོར་གྱུར་བ་ཤ་སྟག་ཡིན། བརྩོན་འགྲུས་ཀྱི་རྟགས་ལ་མ་ཞེན་པར་ཤེས་རབ་ཀྱི་རལ་གྲི་རྣམ་གཉིས་ཀྱིས་མཁས་པའི་རྒྱུ་བ་སུ་ཡང་མེད་པ་ཀུན་གྱིས་ཤེས་གསལ་རེད། འཛམ་གླིང་ནང་སྐྱེས་སྟོབས་ཤེས་རབ་ཅན་རེ་ངེས་ཡོད་པ་བདེན་སྲིད་ཀྱང། སྦྱངས་སྟོབས་ཀྱི་ཡོན་ཏན་ནི་ངེས་པར་དུ་རྒྱུན་ཆད་མེད་པའི་འབད་བརྩོན་ལ་བརྟེན་དགོས། བརྩོན་འགྲུས་ནི་ལེ་ལོ་དང་ཕྱི་ཤ་ཁྱི་མཉམ་པོ་ཡག་ཤོས་དེ་ཡིན། ལེ་ལོ་དབང་དུ་བསྡུ་མ་ཐུབ་པ་ཡིན་ན་སྦྱངས་སྟོབས་ཀྱི་ཡོན་ཏན་ནི་རང་རྒྱུད་ལ་སྐྱེ་མི་ཐུབ་པ་ཡིན། རྒན་ལགས་རྣམས་ནི་ལམ་ཆོས་བསྟོད་མཁན་ལས། བྱ་བ་གང་ཡིན་ཡང་རང་གི་བརྩོན་འགྲུས་ལ་བརྟེན་ནས་བསྒྲུབ་དགོས། ལམ་ཐག་རིང་ཐུང་གང་འདྲ་ཡིན་ཡང་རང་ཉིད་དངོས་སུ་འགྲོ་དགོས་པ་བཞིན་ནོ། དེ་བཞིན་འཛིན་རིམ་ལྔ་པའི་སློབ་ཚན་ནང་གསེས་རེ་བོང་ཐང་རུས་སྦལ་གྱི་རྩེར་ཕྲེང་ལ་དཔེ་བླངས་པ་ཞིག་ན། བློ་རིག་ཇི་ལྟར་བཀྲ་ཡང་བརྩོན་འགྲུས་ཀྱི་རྒྱབ་རྟེན་མེད་ན། མཐའ་མཇུག་གི་འབྲས་བཟང་མི་སྨིན་པ་ཧ་གོ་བས་ཐོག་ང་ཚོས་ངེས་པར་དུ་ཞུམ་པ་མེད་པའི་སྙིང་སྟོབས་དང་བརྩོན་འགྲུས་ཀྱི་གོ་ཆ་སྤྲས་ནས་བཅུ་ཕྲག་རིག་གནས་ཀྱི་གཡུལ་ས་ལས་བརྒལ་བར་བྱེད་དགོས་སོ། དར་དོན། གོང་ས་ཐམས་ཅད་མཁྱེན་གྱི་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཞབས་པད་སྐྱེ་སྐར་བརྟན་ཅིང་གོང་འཕོ་གང་གི་ཐུགས་ཀྱི་བཞེད་དོན་ལྷུན་གྱིས་འགྲུབ་པའི་སྨོན་ལམ་དང། བོད་ཀྱི་བདེན་མཐའ་མྱུར་དུ་གསལ་ཏེ་གཞིས་བྱེས་ལྷན་འཛོམས་ཡོང་བའི་བཀྲ་ཤིས་སྨོན་འདུན་དང་བཅས་བོད་རྒྱལ་ལོ།